བར་དོ་དེ་ཚོ་རྩ་ནས་བཀག་ཐུབ་ཀྱི་མི་འདུག་མཐོང་གི་ཡོད་མ་རེད། བར་བར་དོ་དེ་ཚོ་བརྒྱུད་རིགས་བཀག་ཐུབ་ཡོད་ས་མཚམས་དེ་ཚོ་བཀག་གང་ཡིན་ཟེར་སླེབས་འགྲོ་དེ། མ་ཡི་མངལ་དང་རྡོ་རྗེ་གདན་དང། དེ་གསུམ་དེ་མ་གཏོགས་ཚང་མ་ལ་བཀག། དེ་གསུམ་ད། མ་ཡི་མངལ་ན་ཨ་མའི་གི་ཁོག་པ་ལ་ཚུད་ཡོད་དེ་ཁོ་རང་གི་ལས་ཤུགས་ཆེ་དྲགས་ནས་ཨ་མའི་ཁོག་པ་ལ་ད་འཛུལ་འདུག་ཡོད་རེད། ཡང་ན་རྡོ་རྗེ་གདན་ལ་སོགས་པ། དེ་འདྲ་མ་གཏོགས་གཞན། སྟོང་གསུམ་ག་ནི་ག་བ་ལས་ན་མདའ་རྒྱབ་རྒྱབ་བཞིན་མགྱོགས་པོ་སླེབས་ཀྱི་ཡོད་སྲིད་ཁོ། ཁོ་རང་གི་བསམ་ན་བསམ་ས་དེ་ལམ་སར་སླེབས་འགྲོ་སྲིད་དོ། དེ་ཡིན་དུས་ང་ཚོ་ཤི་བོ་བགྲོང་མཁན་གྱི་མིང་བོས་བས་ན་ཁོ་ལམ་སང་ཁོ་ལ་ཁོ་ལབ་གི་འདུག་སླེ་གོས་མི་སྲིད་དོ། ཤི་བོ་ཡིན་དྲན་གི་ཡོད་མ་རེད་སྲིད་དོ། བདུན་ཕྲག་དང་པོ་གསུམ་དེ་ལ། ཨེ་པིན་རྒྱ་ཅིག་ཡིན་ན་པིན་རྒྱ་ཡིན་བསམ་བསམ་བྱས། ཨེ་ན་ད་ང་ཚོ་གི་ད་དུང་ངུ་ངུ་དེ་ནི་པད་སེམས་ངུ་དེ་ནི་འབའ་དུག་ལོག་མ་དུག་ལོག་ཡག་པོ་མ་གོ་འཕྲུལ་མ་རྒྱབ་དེ་ནི་མིག་ཆུ་བཏང་ཁ་ལག་ཡག་པོ་མ་བཟོ་བྱས་ན་ཁོ་པད་སེམས་ཕམ་ཡོད་རེད་ས་ང་ད་ཅིག་བྱས་འདུག་ག་རེ་བྲེལ་བྱས་བས་ན་ངས་ནོར་ཤ་ཟ། དེ་ཁོ་ཚོ། ད་དེ་ཚོ་ཆོས་དེ་ཚོ་སྒྲུབ་མ་ནི་དེ་ཚོ་སྟོན་བར་དོ། ཐོས་གྲོལ་ལགས་སོ་དེ་ཚོ་འདོན་ནས་བསྡད་ཤར་ན་དེ་ནི། ཨའོ་ད་ཅིག་བྱས་ཡིན་ཟེར་ཁོ་རང་ཁོ་རང་ལག་པ་འཇུས་དགོས་ཟེར་འདི་འདྲ་གཟུགས་པོ་ལ། ཁོ་རང་འདི་འདྲ་བྱེད་ཀྱི་ལག་པ་འཇུས་དགོས་ཟིག་ད། ལག་པ་འཇུས་ནས་འཇུས་ས་མེད་རེད་ཟེར་ལག་པ་ཡོད་མ་རེད་འཇུས་ས་ཡོད་མ་རེད། ཨིན་ཁོ་ག་རེ་ཡིན་ན་བསམ་དེ་ཅིག་ད། འདི་གྲིབ་མ་མི་འདུག་ཟེར་གྲིབ་མ་མི་འདུག་ག་རེ་རེད་ང། ཨིན་ཉི་མ་ཡོད་མ་རེད་ཟླ་བ་ཡོད་མ་རེད། ནག་ཀུང་ནག་རྐྱང་མ་གཏོགས་མེད་ནག་ཀུང་ནང་ལ་གྲིབ་མ་མཐོང་གི་མ་རེད་བ། ད་བར་དོའི་སྡུག་བསྔལ་དེ་དཔེ་དེ་ཆུང་ཆུང་མ་རེད་ད། དཔེ་མ་བསགས་པའི་ཞག་པོ་བདུན་ལ་མི་ལོ་སྟོང་ཕྲག་མང་པོ་བསམ་དུ་འཁོར་གྱི་ཡོད་རེད་སྡུག་བསྔལ་རིགས་ལྔ་གཅིག་ལ་ག་ཡིན་དེ་མེད་ང་ཚོ་ནི་བདུན་ཚིགས་གཅིག་མ་ཏོག་ཕྱི་ཡིན་མོད་ཁོང་ཚོ་ལ་ནི་ལོ་སྟོང་ཕྲག་མང་པོ་ཕྱེད་མའི་སྡུག་བསྔལ་ཡོད་རེད། རྒྱུ་ནི། མཐོང་བས་ནི་གཅིག་ཡོད་མ་རེད་ཨེ་ནས། ཤི་བ་ཧ་གོ་གི་ཡོད་མ་རེད། ཨེ་ནས་སོ་སོ་གི་གཟུགས་པོ་ཚང་མ་མེད་བཀྲག་ཙེ་ནི་ཆུ་ལ་གཡུག་སའི་འོག་ལ་སྦས་ཚར་རེད་ད་ད་དུང་དེ་ནི་དེ་པད་ཁོ་རང་ཡིན་བསམ་བསམ་བྱས་སླེ་ངོར་རྒྱུག་ཙེ་གི་དོར་བར་དོ་རྣམ་ཤེས་ག་ཡིན་ཟེར་སྐད་ཅིག་སྐད་ཅིག་ལ་རྒྱུ་ནི་སྟོང་གསུམ་ལ་དེ་ནི་སྐར་མདའ་འཁྱུག་བ་ལ་མགྱོགས་སླེབས་ཐུབ་ཀི་སྲིད་དོ་རྒྱུ་ནི་ཨ་མི་རི་ཀའི་ས་མཚམས་དུ་འཛུལ་དུ་རྒྱུ་ནི་ལྟ་དགོས་མི་འདུག་ཟེར་ཚང་མ་འཛུལ་ཡོང་དུ་ལམ་སང་བོད་རིགས་པོ་རིགས་པོ་ལིས་རྩ་ནས་རྟོགས་དགོས་མི་འདུག་ཚང་མ་ཅིག་རྒྱ་མི་མཐུན་ཚོགས་བོད་ལ་ཅིག་འཛུལ་ཡོང་གི་འདུག་ཨེ་ནི་ཉི་མ་ཡོད་མེད་ཟླ་བ་དེ་ནི་ཁོ་དོན་དོགས་པོ་ཟེར་ད་ང་ཤེས་ཡིན་ས་རེད་ཟེར་ད་ང་ཤེས་ཡིན་ཟེར་ཟེར་ང་ཤེས་ཡིན་གྱི་མ་རེད་བསམ་དེ་ནི་ད་དགེ་བ་ཡག་པོ་བསྒྲུབ་ན་ཁོ་ཚོ་ཡག་པོ་ཨེ་ནི་བར་དོ་དེ་ངོ་ངོ་སྤྲོད་བྱས་ནས་ཐེབས་འགྲོ་གི་ཡོད་རེད་བ་དེ་ཡིན་དུས་གང་ལ་བཟང་སྤྱོད་འདོན་ཡ་ལ་སོགས་པ་བདེ་སྨོན་འདོན་ཡ་ལ་སོགས་པ་བར་དོ་ཐོས་གྲོལ་འདོན་ཡ་ལ་སོགས་པ་གང་ཅི་གང་ཡག་ཡག་དག་ཤོད་ཁས་ལེན་དོན་ཚོ་ཆེ་ཆེ་གང་མང་ན་དག་དོན་ཚ་དོན་ཚིག་དང་པོ་གསུམ་དེ་གལ་ཆེ་རེད་ད། དེ་འདྲ་གི་བདུན་ཕྲག་རེ་ལ་ཤི་ཆིང་ཤི་ཆུང་རེ་རེ་བཤད་ན་ཡང། བསྐྱར་དུ་ཡང་བར་དོ་འཁྲུལ་གླེང་རེད། ཡིན་ན་དེ་དོན་ཚིག་གསུམ་དང་ཕྱེད་ཀ་དུ་བ་དོན་ཚིག་བཞི་བ་ནས་བཟུང་ན་དེ་ནི་ད་སྐྱེ་བ་འདི་ལ། དངོས་ནས་སྐྱེ་བ་འདི་དང་འབྲེལ་བའི་གི་བར་དོ་དེ་བར་དོ་གི་སྡུག་བསྔལ་དེ་ད་ཉུང་དུ་ཕྱིན་པ་རེད་ཉུང་དུ་འགྲོ་གི་རེད་ཕལ་ཆེར། ཨེ་ནི་སྐྱེ་བ་རྗེས་མ་དང་འབྲེལ་བའི་གི་དེ་ནི་སྐྱེ་བ་རྗེས་མ་ད་ཁོ་རང་སྲིད་པ་བར་དོ་ཁོ་རང་ད་བར་དོ་ཟེར་མཁན་ཆགས་ཚར་ནས་ད་དྲི་ཟ་རང་བྱས་ནས་ད་གསུར་དེ་འདི་ཚོ་བཏང་དུས་ཕན་ཁེར་མ་གཏོགས་པ་ཡིན་ན་ཏང་གི་གསུར་འདི་ཚོ་སྟེ་ཕན་ཁེར་མ་གཏོགས་ཡིན་ན་ཁོ་རང་སྐྱེ་བ་རྗེས་མ་འཚལ་གི་ད་ཁོ་རང་གི་གར་སུ་འདུན་པ་སྐྱེས་ཚར་ད་ང་ཤི་ཡོད་རེད་འདུག་ད་ང་འདུན་པ་སྐྱེས་ད་དེ་ཁོ་རེ་གི་ལས་དང་ལས་དང་བག་ཆགས་ག་རེ་ཡོད་ན་དོན་ཚོད་ལ་དཔག་ནས་ད་སྐྱེ་བ་དེ་ལན་བསྐུར་བ། ད་དེ་ད་ལྟ་དེའི་བར་དོ་གསོལ་འདེབས་དེ་དཔེ་གསལ་བོ་དང་དོན་ཚོད་ཚང་མ་ཐམས་ཅད། ད་དེ་ཉམས་མ་བརྟགས་པ་འདོན་སང་ཉིན་ངན་དེའི་རོབ་ཁྲིད་རོབ་རོབ་སྐྱབས་བྱས་ན་ཨེ་དོན་དག་དོན་ཚོད་ཧ་གོ་གི་ར་དེ་བརྟགས་པ་འདོན་པ་ཡིན་ན་སོ་སོའི་སོ་སོའི་རྒྱུད་ལ་བར་དོ་ཟེར་མཁན་དེ་འདི་འདྲ་རེད་འདུག་འདི་འདྲ་ཡོང་གི་ཡོད་ས་རེད་དེ་མ་ཡོང་བའི་ཆེད་དུ་ད་ལྟ་མི་ཚེ་འདས་པའི་གནས་སྐབས་སུ་ལ་བར་དོ་དེ་ངོ་འཕྲོད་བྱས་ན་སྐྱེ་གནས་བར་དོ་དེ་ངོ་འཕྲོད་བྱས་ན་ཨེ་འཛིན་ཆགས་དང་ཁོང་ཁྲོ་དང་ལས་ཀྱི་མ་དག་བ་ལས་དང་ཉོན་མོངས་པ་འདི་ཚོ་གིས་ཨེ་མ་རིག་པའི་འཁྲུལ་བཅུག་རྒྱུ་མི་འདུག་གསུ་དེ་ཚོ་ཐམས་ཅད་དེ་ལས་ཡིན་པ་ལས་སོ་སོའི་ལས་ཡིན་པ་ཧ་གོ་ཨེ་ནས་སོ་སོའི་ཁོང་ཁྲོ་ཡིན་པ་སོ་སོའི་ཁོང་ཁྲོ་ཡིན་པ་ཧ་གོ་ནས་ཨེ་ནས་ཁོང་ཁྲོ་ལངས་སའི་ཡུལ་དེ་སྣང་བ་ནང་བཞིན་ཡོད་མ་རེད་སོ་སོ་གས་ཁོང་ཁྲོ་ལངས་ནས་དེ་མཐོང་གི་ཡོད་རེད་བསམ་པ་བྱེད་དགོས་ཟིག་དཱ་དེ་བྱེད་འི་ན་ཁོང་ཁྲོ་ལངས་སའི་ཡུལ་དེ་སྟོང་སང་སང་འདྲ་གི་དངོས་གནས་མ་ཡིན་གི་འདྲ་གི་འི་ན་སོ་སོ་འཁྲུལ་ནས་ཟོ་གི་འདུག་ད་བུ་མོ་གཉིས་བུ་མོ་དང་ད་ཀྱི་བ་ཀྱི་ཉེ་དགའ་འགྲོ་དུས་གང་ལ་རྙི་ལམ་ནང་ལ་སྤུ་གུ་སྐྱེས་སྤུ་གུ་དེ་གྲོངས་བྱས་ཡོད་དེ་ན་ད་ནང་བཞིན་ཏཱ་ཨོ་རྨི་ལམ་རེད་འདུག་བསམ་སང་འདྲ་ཆགས་དགོས་རེད་བ་དེ་ནང་བཞིན་ང་རང་ཚོའི་མི་ཚེ་དེ་རིང་ཉི་མ་གཅིག་གི་ནང་ལ་ཡག་སྡུག་འདུག་ཡག་འདུག་བཟང། ལེགས་ཉེས་སྣ་མའི་སྣ་ཚོགས་ག་རེ་བྱུང་ན་ཆོས་ཐམས་ཅད་མི་རྟག་པ་ཡིན་བསམ་ནས། ཇི་སྐོར་མ་རྟོགས་པའི་སྡུག་ཅག་བྱུང་ན་དཔེ་བསགས་སོང་བསམ་ནས། མ་སོ་སོའི་སྡུག་བསྔལ་ཅེས་གཞན་དག་ལ་བཤད། ད་དུང་གཉིད་མི་ཁུག་ཡེ་ཅེས་གཡོན་ཅིག་འདི་ན་ད་འཁྲུལ་འདུག་ད་འཁྲུལ་འདུག་ད་དེ་ལ་འཛིན་པ་ཅི་ག་རེད། ད་ང་ཚོས་ཟག་བྱེད་ཐམས་ཅད་སྡུག་བསྔལ་བ་དེ། ང་རང་ཚོ་གི་ཉོན་མོངས་པའི་ཟག་པ་དང་ལས་ཀྱི་ཟག་པ་བསགས་ནས་སྡུག་བསྔལ་བཟོ་གི་ཡོད་རེད་མ་རྟོགས་པ་ལ། དེའི་བྱ་གླག་དེ་བརླགས་ནས་སྡུག་བསྔལ་བཟོ་གི་ཡོད་མ་རེད་བྱ་གླག་དེ་སོ་སོ་ལ་མ་བསྐོར་ན་མི་ལ་སྤྲད་ཀྱི་རེད། ད་དེ་རིང་མི་གཅིག་གིས་སོ་སོ་ལ་སྡུག་ཅག་འདྲ་བྱས་པ་ཡིན་ན་རེད་བ། ད་དེ་དཔེ་ཡག་པོ་ཡོད་རེད་དེ་དངོས་གནས་དྲང་ནས་ཡིན་ན་དེ་དེ་ད་དེའི་ཉིན་མོ་དེ་ཁེ་དང་རྒྱལ་ཁ་གཞན་ལ་སྤྲོད་ས་གྱོང་དང་བུབ་ཁ་རང་གིས་ལོངས་ཅེས་གསུངས་འདུག་བློ་སྦྱོང་ནང་ལ་གྱོང་དང་བུབ་ཁ་སོ་སོ་རང་ལོངས་ཟེར་ཏེ་གྱོང་ཟེར་མཁན་དེ་དངོས་གནས་གྲུབ་བདེ་བའི་རྩ་བ་ནས་ཡོད་མ་རེད། ཁེ་ཟེར་མཁན་དེ་དངོས་གནས་གྲུབ་བདེ་བའི་རྩ་བ་ནས་ཡོད་མ་རེད་སོ་སོ་ཞེན་ཆགས་ཡོད་མེད་སྐད་ཆ་རེད་ཞེན་ཆགས་ཡོད་མེད་སྐད་ཆ་རེད་ད་བློ་སྦྱོང་འདི་ཚོ་གཟུགས་པོ་ཡིན་ན་ལུས་སྦྱོང་བྱས་ན་ལུས་འབྱོངས། ལུས་སྦྱོང་བྱས་ན་གཟུགས་པོ་ཡང་སང་སང་འདྲ་ཆུ་སོར་གཅིག་སུ་གོམ་པ་བརྒྱབ་ན་གཅིག་ཡང་ཐིང་ཐིང་འདྲ་ཅི་གཟུགས་པོ་འཁྲུལ་ན་སྐྱིབས་ཐིང་ཐིང། སེམས་དེ་བློ་སྦྱོང་བྱས་པ་ཡིན་ན། མཁས་དང་རྒྱལ་ཁ་གཞན་ལ་སྤྲོད། མཁས་དང་རྒྱལ་ཁ་གཞན་ལས་སྤྲད་པར་བ། ཨེ་ནི་ཁེབས་སངས་དེ་ལས་ཆེ་ལ་ཡོད་མ་རེད། ཁེབས་སངས་དེ་ལས་ཆེ་ལ་རྩ་ནས་མི་འདུག་ས། གྱོང་དང་བུབ་ཁ་རང་གིས་ལངས། སོ་སོ་གྱོང་དང་བུག་པ་ཚུར་ལེན་པར་བ། ཨེ་ནི་མིག་གི་དཀར་ནག་ཡོད་བ་དེ་ཚོ་ཚང་མ་ཐམས་ཅད་སོ་སོ་ཡིན་བསམ་པ་བྱས་ན། དེ་ནི་སོ་སོ་གི་ལས་ངན་མེད་ལས་ས་བ་སྒྲིབ་པ་དེ་ཚོ་ཚང་མ་ཐམས་ཅད་དེ་ཚོ་བླངས་པ་ལ་བརྟེན་དག་འགྲོ་གི་ཡོད་རེད། དེ་ཚོ་གི་སེམས་དེ་སྦྱོང་ནས་སེམས་ལུས་སྦྱོང་བྱས་ན་གཟུགས་པོ་ཡང་དུ་འགྲོ་གི་ཡོད་དོ། སེམས་བློ་སྦྱོང་བྱས་ནས་སེམས་པ་དེ་ཡང་དུ་འགྲོ་གི་ཡོད་རེད་སེམས་པ་ཡང་ན་དེ་ནི་སྐྱེ་ནས་བར་དོ་ལ་འཁྱར་གི་ཡོད་མ་རེད། ད་ང་ཚོ་གྲོངས་པའི་སྐབས་སུ་གྲོངས་ཚར་བའི་སྐབས་སུ་ལ། ཨེ་ནི་རྣམ་ཤེས་དེ་ད་ལྟ་རྣམ་ཤེས་དེ་དོན་ཡོད་མ་རེད་གཟུགས་པོ་ནང་ལ་ལྷག་ནས། ཉི་མ་གཅིག་གཉིས་ཀྱི་འོད་གསལ་ངང་ལ་གནས་ཡ་དེ་ལ་དེ་ལ་ཆོས་ཉིད་བར་དོ་ཟེར། ད་ཆོས་ཉིད་བར་དོ་དེ་ཚོ་མི་ཚང་མ་ཧ་གོ་མོ་ཉམས་ལེན་བྱེད་མཁན་དེ་ཚོ་ཉམས་ལེན་བྱེད་མཁན་དེ་ཚོ་གལ་ཨེ་ནས་བས་ནས་ཐུགས་དམ་བྱེད་ནས་ཉི་མ་བླ་མ་ཁ་ཤེ་ལ་དེ་ནས་གང་ཤག་ཚར་དུས་ཐུགས་དམ་བཞུགས་མི་འདུག་བས། ད་ཐུགས་དམ་གཞུང་གི་འདི་ཚོ་ཆོས་ཉིད་བར་དོ་ངོ་འཕྲོད་ཡོད་རེད་ངོ་འཕྲོད་འགྲོ་གི་རེད་ཆོས་ཉིད་བར་དོ་ངོ་འཕྲོད་ན་ད་ཁོང་རྣམ་པ་ལ་ཕྱི་སྲིད་པའི་བར་དོ་ཡོད་མ་རེད། ཁོང་རྣམ་པའི་རྦད་དེ་ཕྱི་ཁའི་བར་དོ་དེ་ཡག་པོ་ཅིག་ངོ་འཕྲོད། ཕྱི་ཁའི་བར་དོ་ངོ་འཕྲོད་ཡ་ཆེད་དེ་སྐྱེ་གནས་བར་དོ་དེ་ཡག་པོ་ཉམས་མ་ཉི་མ་རྟག་པ་ཉི་མ་རྟག་པ་སྒོམ་གི་ཡོད་ཉི་མ་རྟག་པ་ཆོས་ཐམས་ཅད་མི་རྟག་པ་ཡིན་བསམ། ཆོས་ཐམས་ཅད་སྒྱུ་མ་ནང་བཞིན་རེད་མིག་འཕྲུལ་ནང་བཞིན་རེད་བདེན་པ་ཡོད་མ་རེད་སྐད་ཅིག་སྐད་ཅིག་ལ་བལྟས་སུ་ཡོད་དེ་མ་གཏོགས་ག་གེ་ཡོད་མ་རེད་ཚང་མ་མི་བདེན་པ་རེད་བསམ་ནས་ཞེན་ཆགས་དང་འཛིན་པ་དང་དེ་མེད་པ་ཉུང་དུ་འགྲོ་དགོས་ད་དེ་གི་སྐྱེ་གནས་བར་དོ་དེ་བྱེད་པ་དེ་ནི་ཨི་ནི་འཆི་ཁའི་བར་དོ་དེ་ཡག་པོ་སྒོམ་ཐུབ་གི་རེད་འཆི་ཁའི་བར་དོ་ཡག་པོ་སྒོམ་ཐེ་བ་དེ་ནི་ཆོས་ཉིད་བར་དོ་ངོ་ཤེས་གི་རེད་ཆོས་ཉིད་བར་དོ་ངོ་ཤེས་ན་དེ་ནི་སྲིད་པ་བར་དོ་ཡོད་མ་རེད་ཡར་གྱི་བཟང་ད་ཟེར་ད་ཚོད་འདི་བར་དོ་ལ་འགྲོ་དགོས་མ་རེད་བར་དོ་ལ་འགྲོ་མི་དགོས། ད་ཚོད་ད་དེ་ཚོ་གསུང་བ་ནང་བཞིན་ཡིན་ན་ཁོ་ཚོ་བར་དོ་ཁས་ལེན་དགོས་ཡས་འདྲ་ཞིག་ཡོད་རེད་ཨ་མདར་སྦ་བ་ཟེར་ཡོད་རེད་ཟེར་ལབ་གི་འདུག་ཡིན་ནའང་ཁོ་ཚོ་གིས་ང་ཚོ་བོད་པའི་གིས་ད་དཔེ་དེ་དཔེ་དེ་ཞེ་དགུ་བྱས་དེ་ནས་དཔེ་དེ་ཧ་ལས་བྱས་ཏེ་ཁོ་ཚོ་གིས་མང་ཆེ་གེ་དེ་བར་དོ་དེ་ཡུན་རིང་པོ་དེ་ཡོད་མི་འགྱོགས་བལྟས་སི་ཡོད་ན་འགྱུག་ཉུང་ཐུང་ཐུང་ཅིག་མ་གཏོགས་མེད་རེད་མདོག་མདོག་ཅིག་ཡོད་ས་རེད་ཐིག་དམན་དེ་ཚོ་གིས། རྒྱ་མི་དེ་ཚོ་ད་རྒྱ་མི་ཐིག་ཆེན་དེ་ཚོ་ཐིག་ཆེན་མ་ཡིན་ན་དེ་ཚོ་ད་རྒྱུན་ནས་ང་ཚོ་ལས་ཁོ་ཚོ་སྣ་ག་ཆིག་ཁོ་ཚོ་གིས་ད་ཆོས་ཆོ་བ་དེ་ག་འདྲ་ཞིག་ཡོད་ན་མི་འདུག་མི་གྲོངས་ནས་གིས་ནས་དཔེ་དེ་ང་ཚོ་བོད་པའི་བླ་མ་མང་པོ་ཅིག་ཆོ་ག་གཏེར་འདོན་བྱེད་མཁན་ཚང་མ། དེ་ནི་ལྷོ་ཤར་ཨེ་ཤི་ཡ་དང་ཐའེ་ཝན་ཚང་མ་ལ་བླ་མ་མང་པོ་བོད་ཚང་མ་ཐམས་ཅད་བྱང་ཕྱོགས་ཤ་སྟག་རེད། བྱང་ཕྱོགས་ཤ་སྟག་རེད། རྒྱ་མི་ཚོ་ཚོ་ཁོ་རང་ཚོ་ཆོ་ག་འདོན་བྱེད་མཁན་དེ་བླ་མ་གྲ་མའི་ནང་དུ་ཤུ་གུ་དེ་ཚོ་ཚང་མ་པར་དཔེ་ཤ་ནང་བཞིན་བཟོ་པར་སྐྱབས། ཨེ་ནས་མོ་གྲ་བཟོ་ཁང་པ་བཟོ་དེ་ཚོ་ཚང་མ་མལ་སྐྲག་གི་འདུག་ཨ། དེ་ཚོ་ཚང་མ་རྟགས་ཁོ་ཚོ་ཉི་མ་བདུན་ཚིགས་བདུན་ཕྲག་གཅིག་བོ་མར་རྟགས་བདུན་ཚིགས་དགུ་མར་རྟགས་ལོ་སྟག་རེ་ཞིག་ཁོ་རང་ཚོ་ཟླ་བ་བདུན་པའི་ནང་ལ་དེའི་བར་དོ་སེམས་ཅན་ཡིན་ཟེར་ན་ཁང་པ་མལ་བཀྲག་རེ་ཡང་ལྕགས་ལ་ཐོགས་སྤོ་ར་མལ་བཀྲག་རེ་ཁོ་ཚོ་གི། ཁ་ཤས་ཕ་མ་སྤུན་རྒྱ་གྲོངས་ནས་ལོ་བཅོ་ལྔ་བཅུ་དྲུག་ཕྱིན་ནའང་ཟླ་བ་བདུན་པའི་ནང་ལ་ཡིན་གཅིག་མིན་གཅིག་ཁོ་ཚོ་དེ་དེ་ནས་བལ་ཏེ་ཁོ་རང་ད་གར་ཟེར་གོ་རེ

ད་ལྟའི་ཅིག་ཇཱ་པན་ས་ཇཱ་པན་དང་ཁོ་ཚོ་སྐད་བརྡ་ཐེག་པ་ཆེན་པོ་དང་ང་ཚོ་ནང་བཞིན་ཁོ་ཚོ་ལྷག་པར་དུ་འོད་དཔག་མེད་ཀྱི་འོད་དཔག་མེད་ལ་གསོལ་བ་དང་མི་ཐུག་ན་ཨ་མའི་ཐོར་བུ་ལབ་གི་རེད་མི་ཐུག་ཚེ་ལ་འོད་དཔག་མེད་ལ་ཕྱག་འཚོལ་ལབ་གི་རེད་ཁོ་ཚོ་ལ་བརྒྱུད་ནས་ཁོ་རང་བདེ་བ་ཅན་ཅིག་བདེ་བ་བདེ་བ་ཅན་ལ་སྐྱེ་ཡི་གི་གལ་སྲིད་ང་ཚོ་ཡིན་ན་ཅིག་ཞིང་བཀོད་ཁས་ལེན་མཁན་དང་ཞིང་བཀོད་ཁས་ལེན་མཁན་ཟེར་གི་འདུག་ཞིང་བཀོད་ཞིང་བཀོད་ནིའུ་གལ་སྲིད་གལ་སྲིད Pure Land Schools སློབ་ཁོ་རང་ཚོ་གི་ཁོ་རང། རྦད་དུ་སྐྱེ་བ་རྗེས་མ་བདེ་བ་ཅན་ལ་སྐྱེ་ཡས་ཡིན་པ་དང་སྐྱེ་ཡས་ཡོད་པ་ཧ་གོ། སྐྱེ་ས་ཡོད་པ་ཧ་གོ། སྐྱེ་ཡས་ཀྱི་ལས་དང་སྨོན་ལམ་དང་མཆོད་པ་དང་སྒོམ་པ་དང་དུས་ཚོད་ལ་ཞལ་འདེབས། ཞེ་བོ་རྒྱག་གི་འདུག་རྒྱག་མི་འདུག་ཧ་ལས་རྒྱག་གི་རེད་ད། ང་ཚོ་བོད་པ་བླ་མ་ཡིན་ཁ་ཤས་ཀྱི་སྒོམ་པ་རྒྱག་ཡ་སྦྱིན་བདག་གཅིག་རེད། འབྲོག་ལོ་འབུམ་གསུམ། ས་ཡ་གཅིག་འཕུད་མཁན་དེ་འདྲ་མང་པོ་ཡོད་རེད་ཁོང་ཚོ་ཕ་མ་དང་སྤུན་ཆེད་གྲོང་གྲོང་གི་དོན་ཚོ་ཆེད་དུ་ཕུལ་འགྲོ་གི་ཡོད་ད་ལྟ་རྒྱ་གར་ལ་ང་ཚོ་ཨ་ཅང་དང་ཨེ་ལོ་རེ་ཟེར་མི་འདུག་ཨེ་དྲག་པོ་དང་ཚོན་མཚོ་ཚང་མ་ཐམས་ཅད་རྒྱལ་བོ་དོན་མཚོ་ག་ཡབ་དང་ཡུམ་གྲོངས་ནས་དོན་མཚོ་གི་ཆོས་དུ་ལ་བསྟེན་ན་དྲག་དོན་མཚོ་བཀོད་ནས་དགོན་པ་བསྐྱལ་བ་རེད་ད་དེ་བསྐྱལ་བ་རྔམ་བྱེད་ཁས་ལེན་ཨེ་ནས། སེམས་ཅན་གྲོངས་འགྲོ་མཁན་དོན་མཚོ་ད་ངན་སོང་ལ་མི་འགྲོ་བའི་ཆེད་དུ་ལ་ཨེ་ནས་དེ་འདྲ་གི་དེ་ནས་དགོན་པ་བཞེངས་དེ་འདྲ་བྱས་ལུགས་སོགས་ད་རྒྱ་གར་ལ་ཧ་ལས་པ་རེད་ད་འདི་མ་གོ་ཐིག་པ་དམན་པ་འདི་ཚོ། ཡིན། ཁྱོད་ཚོ་སྐྱེ་བ་རྔམ་ཅིག་ཁས་ལེན་གི་རེད་ད་བར་དོ་ལ་ཡུན་རིང་ཐུང་འདྲ་ཅིག། ཁོ་ཚོ་ཡུན་རིང་པོ་འདི་འདྲ་ཞག་བཅུ་ཞེར་དགུ་དེ་ཚོ་ཁོས་ལེན་ཁས་ལེན་གི་མེད་ན་ཆོག་གང་ཞིག་ཡོད་ན་ཆོག་ང་ཞེ་དྲག་རྒྱུས་མེད། ད་ཐིག་པ་ཆེན་པོ་འདི་ཚོ་ད་ང་ཚོ་ལ་ང་ཚོ་ནང་བཞིན་ཁས་ལེན་གི་རེད། ཧ་ལས་གི་ཁོ་ཚོ་གི་དེ་ནག་མོ་ཨ་མི་ཏོ་ཧྥུ་ཟེར་ཁོ་རང་ཚོ་གི། འོད་ཅོག་རེར་འདོན་འོད་དཔག་མེད་ཀྱི་ཆོ་ག་རེ་འདོན་གྱི་འདུག་མི་སྐྱ་སེར་ཚང་མ་ཐམས་ཅད་ཆོས་གོས་ནག་པོ་ཞིག་གོན་ནས་ཉི་མ་རེ་ལ་ཆུ་ཚོད་བརྒྱད་ཙམ་ལང་ལང་བ་ལ་བལྟས་ནས་མ་ཆགས་ཚེ་ཡང་ཞབས་འབག་གིས་ཡང་ཆགས་ཚེ་ཧ་ལས་གིས་དེ་ནས་འོད་དཔག་མེད་ལ་ཁོ་ཚོས་འོད་དཔག་མེད་ད་ལྟ་ཁོ་ཚོ་གིས་སངས་རྒྱས་སངས་རྒྱས་རེད་རེད་བ་སངས་རྒྱས་རེད་རེད་བ་ཨེ་སངས་རྒྱས་བཅོམ་ལྡན་འདས་ལས་ལྷག་ཚེ་འོད་དཔག་མེད་ཙིག་རེད་མི་ཐུག་ཚེ་ལ་ན་མོ་ཨ་མི་ཏོ་ཨོ་ཟིག་རེད་འོད་དཔག་མེད་ལ་ཆགས་ཚར་ལོ་ཟིག་གི་འདུག་བ། ད་ལྟ་ཁོ་ཚོ་ཚང་གཅིག་སྐྱེ་བ་ལྔ་བཅུ་ཁས་ལེན་མི་ཤི་འགྲོ་མཁན་ཚང་མ་ཐམས་ཅད་ད་བདེ་བ་ཅན་ལ་སྐྱེ་དགོས་ཡོད་རེད་དེ་མ་སྐྱེས་ན་ཨེ་ནི་ངན་སོང་ལ་ལྷུང་བའི་ཉེན་ཁ་ཡོད་རེད་ཨེ་ནི། མི་ཡི་སྐྱེ་བ་ལེན་མཁན་ཉུང་ཉུང་མ་གཏོགས་ཡོད་མེད་རེད་གལ་ཏེ་བླངས་བ་ཡིན་ན་མི་ཙམ་ལ་སྐྱེ་བ་ལེན་འགྲོ་གི་རེད་དལ་འབྱོར་གྱི་མི་ལ་ཐོབ་དཀོན་པོ་ཡོད་རེད་ཨེ་ནི། ད་བྱུང་ན་བདེ་བ་ཅན་ལ་སྐྱེ་དགོས་བདེ་བ་ཅན་སྐྱེས་ན་དེ་ནས་དེ་ན་ཐིག་གི་སངས་རྒྱས་འོད་དཔག་མེད་མཇལ་ནས་གསུང་འདྲ་མི་འདྲ་ཆོས་མང་པོ་ཐོས་ནས་དེ་ནས་སངས་རྒྱས་ལས་སླ་གིར་བསམ་ན་མི་ཚང་མས་འོ་ད་བདེ་བ་ཅན་བདེ་ཆེན་ཞིང་དགོས་ཁས་ལེན་མཁན་ད་རྒྱུན་ནས་རྒྱ་མི་ནང་པ་ཚང་མ་རེད་རྒྱ་པ་ཚང་མ་རེད་རྒྱ་པ་ནང་པ་ཚང་མ་བིད་ནམ་དེ་ཚོ་རེད་ད་དགེ་སློང་སེར་བོ་ཤྲི་ལང་ཀ་དེ་ཚོ་བདེ་བ་ཅན་རེད་ཁས་ལེན་གི་ཡོད་མེད་གང་ཤེས་མེད་མེད་འགྲོ་ཡིན་ན་དེ་སྐྱེ་བ་ཕྱི་མ་ལ་དེ་སྐྲག་མི་སྐྲག་ཅིག་ལ་ཐོས། སྐྱེ་བ་ཕྱི་མ་ལ་སྐྲག་མི་ཐོས་ཆོས་ཀྱི་སྒྲུབ་གི་འདུག་དེ་ནང་པ་སངས་རྒྱས་ཅི་འདྲ་འདྲ་བ། ཀྱེ་དེ་སྐད་ཅེས་དྲིས་པ་དེ་ཡག་པོ་རེད། སྟོང་པ་ཉིད་དེ། སྟོང་པ་ཉིད་དེ། རྟོགས་མེད་ན་སོ་སོ་ལ་བསོད་ནམས་ཀྱི་ཚོགས་མ་བསགས་ན་སྟོང་ཉིད་དེ་རྟོགས་ཐུབ་ཀྱི་ཡོད་མ་རེད། དེ་སོང་དུས་གང་ལ་ཤི་ནས་ཤི་ནས་སྟོང་པ་ཡིན་པ་ལ། སྟོང་པ་ཡིན་པ་ལ་སྟོང་པ་ཡིན་ཡིན་ཤི་གི་མ་ད་ལྟ་ང་ཚོ་སྟོང་པ་རེད་སྟོང་པ་དྲན་གི་མི་འདུག་སྟོང་པ་ཡིན་དྲན་གི་མི་འདུག་ང་མིང་ཡིན། ང་དེ་ནི་ང་མིང་ཡིན་ང་བོད་པ་ཡིན། ཨེ་ནི་ང་གཅིག་གར་སའི་དབུས་གཙང་ཡིན་ང། ང་མདོ་སྨད་ཡིན་ང་མདོ་སྟོད་ཡིན་བསམ་བསམ་ཚེ་མི་མང་པོ་འདུག་ག་དེ་འདྲ། ང་སྟོང་པ་ཡིན་ཙང་འགྲེང་མི་ཐུབ། ད་ད་ལྟ་མ་འགྲེང་དུས་ཤི་དུས་གང་ལ་དེ་ཤི་འགྲོ་ཡས་ཡོག་མ་རེད་ཁོ་དེ་བག་ཆགས་དེ་འཇགས་དེ་ཡོད་པ་ཀེ། པན་དེ་པེ་དེ་ལག་འཇལ་མ་ཏོ་བཞག་བཞག་དུས་ཀེ། ད་ད་ལྟ་སྟོང་པ་ཡིན་བསམ། ཚོ་ཐམས་ཅད་རྨི་ལམ་ཡིན་རྒྱུ་མ་མང་པོ་དྲན་ནས་ཨེ་ནི་ངས་མ། གཅིག་ཞེན་ཆགས་ཆེན་པོ་ཚུན་ཚོགས་ཞེན་ཆགས་རྨི་སྐྱེ། སྟོང་པ་རེད། ཞེན་ཆགས་ཇི་ཡོད་ཇི་བས་ཀྱི་ཡུལ་དེ་རང་ངོ་ནས་གྲུབ་བསྡད་པ་ཡོད་མ་རེད་ང་རང་གི་ཞེན་ཆགས་ཆེ་ནས་ཡོད་པ་ཅིག་མཐོང་འགྲོ་གི་རེད་མ་གཏོགས་པ་ལ། ཨེ་ནས། ཨེ་ནས་དངོས་གནས་ཁོ་རང་ལ་གེགས་གེགས་ཡོད་མ་རེད་བསམ་དེ་འདྲ་ང་རང་ཚོ་ཞེན་ཆགས་ཆུང་བ་ནི་ཡུལ་དེ་རང་བཞིན་གྱིས་ཡུལ་དེ་ཁོ་རང་གི་ངོས་ནས་ཡག་པོ་དང་མཛེས་པོ་ཅིག་ཡོད་མ་རེད་ང་རང་གིས་ཞེན་ཆགས་བྱས་ནས་དེ་མཐོང་བ་རེད་བསམ་ན་ད་ནི་ཡུལ་དེ་གི་ཡུལ་དེ་ལ་ཞེན་ཆགས་སྐྱེ་བའི་ཡུལ་སྐྱེ་བ་སྐྱེ་བ་རང་བཞིན་གྱིས་མེད་པ་སྟོང་ཚང་ཚང་རེ་རེ་མཐོང་ཐུབ་གི་འདུག་ཨ། ད་དག་སྣང་བཞིན་ངམ་ངམ་ཤུག་ཤུག་མང་པོ་དྲན་ཐུབ་ན་ཨེ་ནི་ཤི་བའི་གནས་སྐབས་སུ་ལ། ཨེ་ནི། རྣམ་ཤེས་དེ། ད་རྣམ་ཤེས་དེ། རྣམ་ཤེས་དེ། རྣམ་ཤེས་མ་གཏོགས་ཡོད་མ་རེད། གཟུགས་ཡོད་མ་རེད་ཚོར་བ་ཡོད་མ་རེད་འདུ་ཤེས་ཡོད་མ་རེད་འདུ་བྱེད་ཡོད་མ་རེད།

ང་ཚོ་སྟོང་པ་ཆགས་སྟོང་པ་ཆགས་མི་བྱེད་ག་ལ། རྐུབ་བཀྱག་གང་བསྡད་མཁན་མི་འདུག་སེ། རྐུབ་བཀྱག་གང་བསྡད་མཁན་གྱི་སྟོང་བཟང་འདུག་སེ། ཨེ་ནི། སྟོང་པ་རེད་དེ། ང་ཚོ་ད་ལྟ་སྟོང་པ་གཉིས་ཡག་པོ་སྒོམ་ལྷ་མང་པོ་སྒོམ་ལྷ་སྒོམ་ན་ལྷ་སྒོམ་དེ་འདྲ་བྱས་པས་ན་སོ་སོ་གི་སྟོང་སྦྱང་བྱས་དེས་སྟོང་པ་དེ། སྟོང་པ་སྟོང་པ་སྟོང་ཉིད་གཟུགས་རྣམས་ལ་ཤར་བའི་ལྷ་ཡི་རྣམ་པ་སྒོམ་གི་ཡོད་རེད་ང་ཚོ་སྤྱན་རས་གཟིགས་སྒོམ་མ་ནི་སྟོན་པའི་སྐབས་སུ་ལ། སོ་སོ་སྤྱན་རས་གཟིགས་ཡིན་བསམ། སྤྱན་རས་གཟིགས་དེ་ང་ཚོ་ནང་བཞིན་དཔེ་དང། དཔེ་དེ་ཁོ་རང་ཁ་དང་མིག་དང་གློ་བ་དང་མཆིན་པ་དང་དུ་ཚོད་ཚང་མ་ཡོད་མཁན་ཞིག་དྲན་དེ་ནས་སྒོམ་དང་ཉལ་སྒོམ་རུང་གི་མ་རྟགས། སྤྱན་རས་གཟིགས་དེ་གཟུགས་རྣམ། སྟོང་པ་ཉིད་དང་གཟུགས་རྣམ་ལྷ་ཡི་རྣམ་པ་ལ་ཤར་དེ་ཡོད་བསམ་པ་མ་གཏོགས་པ་ལ་དེ་ལ་ཐུགས་གཏོང་ཡ་དང། རྒྱུད་གཏོང་ཡ་དང་དེ་འདྲ་མེད་བསམ་ན་དེ་གཟུགས་རྣམ་ལྷ་ལ་ཤར་བ་རེད་དཔེར་ན་ནམ་མཁའ་ལ་འཇའ་ཚོན་ཡོད་བ་དེ་འཇའ་ཚོན་དེ་མཐོང་རྒྱུ་ཡོད་རེད་མ་གཏོགས་དེ་ཐུག་རྒྱུ་དང། དེ་སྐད་ཅིག་སྐད་ལ་ཡལ་འགྲོ་རེད་དེ་ནང་བཞིན་གྱི་ཆོས་ཐམས་ཅད་མི་རྟག་པ་ཡིན་བསམ་ཐུབ་ན། དེ་འདྲ་གྱི་བསམ་མནོ་དང་ད་ལྟ་ཡག་པོ་བཏང་ཐོག་ན་ཨེ་ནི་སྟོང་ཉིད་མང་པོ་བསམ་པ་ཡིན་ན། འཛིན་པ་དང་ཕོག་རྒྱག་ཆེན་པོ་དང་སྙིང་ལས་དང་སེམས་སྡུག་བསྔལ་མེད་པ་དེ་དག་སྟོང་སེང་སེང་བཟོ་ཐུབ་ཀྱི་རེད་ད། དེ་བྱེད་པ་ན་ང་ཚོ་ཤི་བའི་གནས་སྐབས་སུ་ལ། མ་ཤི་བའི་གནས་སྐབས་སུ་མ་ཤི་སྔོན་ལ་ཨེ་ནི་དེའི་སྡུག་བསྔལ་དེ་ཚོ་ཚང་མ་ཐམས་ཅད། རང་བཞིན་གྱིས་མ་གྲུབ་པ། སྡུག་བསྔལ་བཟོ་མཁན་མི་དེ་དངོས་གནས་མ་ཡིན་པ། སྡུག་བསྔལ་བཟོ་མཁན་དང་སྡུག་བསྔལ་སྡུག་བསྔལ་དང་སྡུག་བསྔལ་བཟོ་བའི་ཡུལ་དེ་དུ་ཚོད་མཚམས་ཆད་གཅིག་ལ་གཅིག་བརྟེན་ནས་བཟུང་བ་མ་གཏོགས་སྡུག་བསྔལ་ཁོ་རང་རང་ཆེད་དུ་གྲུབ་པའི་རྩ་ནས་ཡོད་མ་རེད། སྡུག་བསྔལ་གལ་ཏེ་ཡོད་པ་དེ་ཡང་མི་རྟག་པ་རེད་སྐད་ཅིག་སྐད་ཅིག་ཡོད་འདྲེ་དེ་འདྲ་བསམ་དུས་གང་ལ། སྟོང་སྦྱང་བྱས་ནས་སེམས་སེམས་དེ་བློ་སྦྱང་བྱས། ཨེ་ནི་ཆོས་ཐམས་ཅད་དེ། རྟག་པ་རྟག་པ་དང་ཁོ་རང་ཁེར་རྐྱང་ཡིན་པ་དང་རང་དབང་ཅན་གྱི་དེ་འདྲ་ཆོས་ཡོད་མ་རེད། དཔེར་ན་འདི། ཁར་ས། དཔེར་ན་ང་ཚོ་དེ་ཁར་ས། དེ། ལྕགས་ལག་གཉིས་ཡོད་ན་གཅིག་དེ་ཆེན་པོ་ཆེ་གཅིག་དེ་ཆུང་ཆུང་ཟེར་དཔེར་ན་འདི་གཉིས་འདྲ་བྱས་ན། འདི་གཉིས་འདྲ་བྱས་ན། འདི་འདྲ་བྱས་ན་འདི་ལ་ཆེན་པོ་ལགས་འདུག་འདི་ལ་ཆེན་པོ་ལགས། མ་ཎི་འདི། དེ་ནི་མཆོད་ཀོང་འདི་ལས་ཆེ་ཡ་འདུག་ཨ། ཆེ་ཡ་འདུག་ཨ། དེ་མ་ནི་དེ་མཆོད་ཀོང་འདི་ལས་ཆེ་ཡ་མ་གཏོགས་ཁོ་རང་ང་ནི་ཁོ་རང་ངོ་མཚན་ནས་ནི་ཆེ་ཡ་གལ་ཡོད་མ་རེད། ཁོས་ཁོའི་འདིའི་ཤོག་ལ་མེ་འདྲ་དེའི་ཤོག་ལ་ནི་མེ་འདྲ་དེ་ལས་ཁོ་ཆུང་བ་ཡོད་རེད། ད་སྐྱེས་ནི་ཆེ་རེད་ད་འདི་ནི་ཆུང་བ་རེད། དེ་ཡིན་དུས་ཁོ་རང། རྟག་པ་མ་རེད་ཆེན་པོ་རྟག་པ་མ་རེད། ཆུང་པོ་རྟག་པ་མ་རེད་ཁོ། དེ་ཡིན་དུས་གང་ལ། ཆོས་ཐམས་ཅད་གཅིག་ལ་གཅིག་བརྟེན་ནས་གཅིག་ལ་གཅིག་བརྟེན་ནས་དཔེར་ན། ཆེན་པོ་དེ། ཆུང་ཆུང་ཞིག་ཡོད་བ་ལ་བརྟེན་ནས་ཆེན་པོ་དེ་ལབ་རེད་མ་གཏོགས་ཁོ་ཆེན་པོ་དེ་ཁོ་རང་རང་རྐྱ་གྲུབ་ཏུ་རྩ་ནས་ཡོད་མ་རེད། རེད་བ། དེ་དེ་ལ་དེ་སྟོང་པ་ཉིད་ཟེར་ན་དེ་ལ་ཟེར་གྱི་ཡོད་རེད་མ་གཏོགས། སྤྱི་བཏང། སྤྱི་བཏང་བྱ་གླག་མེད་ཟེར་གྱི་ཡོད་མ་རེད་མིང་ཙམ་བཏགས་བྱ་བའི་མི་ཡོད་རེད། ཡིན་ན་དེ་རང་རྒྱལ་མཐུད་པའི་རྟགས་གཅིག་རང་དབང་ཅན་གྱི་རྟགས་སེ་རྟག་པ་དང་ཁེར་རྐྱང་དང། ཨེ་ནས་རང་དབང་ཅན་གྱི་རྟགས་སེ། དཔེར་ན་ཁང་པ་ཁྱེད་རང་ཚོ་གི་ཁང་པ་ད་ནི་ཁང་པ་ཡོད་རེད་བ་ཁང་པ་སོ་སོ་ལ་ཨང་ཀི་འདུག་བ། ཁྱེད་རང་ཚོ་ཁང་པ་དེ་དཔེ་ན་བྱེ་མའི་ཐང་ཀ་ཅིག་ལ་སྐྱབས་བཞག་ན་རོགས་ཨ། དེ་ལ་ཨང་ཀི་ཡོད་མ་རེད་ཨང་ཀི་རྒྱག་ཨང་ཀི་རྒྱག་ཨང་ཀི་རྒྱག་དགོས་རེད་ཡོད་མ་རེད་ཨང་ཀི། ཁང་པ་ཁང་ལན་བཅུ་བདུན་ཡིན་པ་ལ་ཁང་ལན་བཅུ་བདུན་བྱེ་བ་ལ་ཁང་ལན། དེའི་སྔོན་ལ་ཁང་པ་བཅུ་དྲུག་ཡོད་དགོས་རེད་ཁང་ལན་བཅུ་དྲུག་མེད་ན་བཅུ་བདུན་ལ་དེ་ལ་ཁང་ལན་བཅུ་བདུན་ལ་བཅུ་བདུན་རྒྱག་ཡས་ཀྱི་ཡོད་མ་རེད་ཁང་ལན། ཁང་ལན་བཅུ་བདུན་པ་དེ་བཅུ་དྲུག་གཞན་དག་ཡོད་པ་ལ་བལྟས་ན་བཅུ་བདུན་ཆགས་རེད་མ་གཏོགས་ཁོ་རང་ཁོ་རང་བཅུ་བདུན་མ་རེད་བ། མ་རེད་བ། འོ་དེ་སོང་དུས་ག་ལ་དེ་དེ། ཁང་པ་བཅུ་དྲུག་ཡོང་གི་འདུག་ཚོ་ཚང་མ་ཐམས་ཅད་ལ་བལྟས་ན་འདི་བཅུ་བདུན་ཐོག་བར་མ་གཏོགས་པ་ལ་ཁོ་རང་རང་ལ་བཅུ་བདུན་ལག་གི་མ་རེད་བ། དེ་སོང་དེ་སྐོར་དེ་སྐོར་བསྟན་སྐོར་བསྟན་འགྲེལ་རེད་དོ་གཅིག་ལ་བཅུ་ཁང་པ་བཅུ་དྲུག་ཐོན་ཚོད་ལ་བལྟས་ན་ཁོ་བཅུ་བདུན་ཆོག་པ་རེད། ཨ་ནི་ཁོ་ཡང་ཁང་པ་དེ་ཁང་པ་དེ་ཁང་པ་ཅན་ལ་ཁང་ལན་བཅུ་བདུན་གི་རྒྱག་སའི་ཁང་པ་དེ་ས་ཆ་སྟོང་པར་ངེས་པ་སྟོང་པ་སྟོང་རྐྱང་རེད། ཁང་པ་ས་ཆ་སྟོང་པའི་སྒང་ལ་ཁང་པ་བསྐྱབས་པ་རེད། དེ་སྔས་མ་མེད་པ་ཅིག་ཡོད་པ་བཟོས་པ་རེད་དེ་མི་རྟག་པ་རེད་བ། མེད་པ་དེ་ཡོད་པ་བཟོས་དུས་སྒང་ལ་དེ་ཡོད་པ་དེ་མགྱོགས་པོ་གནས་གི་མ་རེད་ཁོ་ལོ་བཞི་བཅུ་ནང་ལ་ཐོག་དེབ་ཡོང་དུས་སྒེའུ་ཁུང་དེ་ཚོ་རལ་གྲོགས་ཡོང་དུས་སྒོ་དེ་ཚོ་ཕུད་ཡོང་དུས་ཁང་པ་མེད་ཚིག་ཡོང་དུས་བདག་པོ་དེ་ཚོ་བཟོ་བཅོས་བཏང་ནས་ཁང་པ་དེ་འགྱུར་བ་མུ་མཐད་རེད། དཔེར་ན་བལ་ཡུལ་དེ་བ་འགྲོ་དང་རྒྱུན་ཧ་གོའི་མི་རེད་ས་ཁང་ས་ཁང་པ་ས་ཆ་ཁང་པ་ངོ་ཤེས་དགོས་རེད་མི་རེད། སྔས་མ་ས་བྲག་ག་འདྲའི་ཡོད་སྔས་མ་ཁང་པ་གི་རྩ་བ་ནས་བརྒྱུད་ནས་ག་རང

རྟག་པ་མི་རྟག་པ་དེ་སྟོང་པ་ཉིད་ཟེར་ཡང་དེ་སྟོང་པ་ཉིད་དེ་དུས་བརྒྱད་གསུམ་ཡོད་མ་རེད། རྟག་པ་མ་རེད། རང་དབང་མ་རེད་ཁེར་རྐྱང་མ་རེད། དེ་མེད་སོང་ན་སྟོང་ཉིད་རེད། ཁོ་རང་རང་ངོ་ནས་གྲུབ་བསྡད་མེད་རེད། དེ་ཡིན་དུས་ཨ་ཙི་ང་ཚོ་བས་ཏེ་ང་རང་ཚོ་ཤི་བའི་གནས་སྐབས་སུ་ལ་ལྟས་སུ་སྟོང་པ་ཉིད་དེ་ལས་སླ་རེད་གང་ཡིན་ཟེར་ན་དེ་གཟུགས་པོ་དེ་ཡོད་མ་རེད་བ། གཟུགས་པོ་དེ་ཡོད་མ་རེད་མིང་རྟགས་མིང་བོད་ཡོང་གི་ཡོད་མ་རེད། བདེ་གསལ་སྤྲད་ཡོང་གི་ཡོད་མ་རེད། གླ་ཆ་རྒྱག་ཡོང་གི་ཡོད་མ་རེད། དེའི་འདི་གར་དེའི་སྐབས་སུ་ལ་དྭགས་དཔེར་ན་གསེར་དངུལ་སྤྲད་བྱས་སྟོང་ཉིད་ཡིན་པ་ཧ་གོ་ངོ་ཤེས་ཡོད་དེ། གསེར་དངུལ་སྤྲད་ཡས་ཀྱི་དུས་ཚོད་དང་མ་སོང་སྒང་དུས་ཚོད་གལ་གནད་ཆེན་པོ་ཞིག་ཞིག་ཡོད་རེད། དེའི་འདི་གང་ལ། ལས་དང་ཉོན་མོངས་པ་མེད་པ་མ་ཆགས་བར་དུ་ལ་སྟོང་པ་ཉིད་རྟོགས་ཐུབ་ཀྱི་ཡོད་མ་རེད། སྐྱེ་བ་འདི་ལ་རྟོགས་ཐུབ་ཡོད་མ་རེད་ཀྱེ་མ་འཆི་བ་ལ་དེ་མ་རྟོགས་ན་བར་དོ་ལ་འཁྱམས། ཡང་ནོར་ཡང་འཁྲུལ། ཨེ་ནི། དེ་ཡང་བསྐྱར་དུ་སྐྱེ་བ་ཡང་ནས་ཡང་དུ་ལེན། དཔེར་ན། དཔེར་ན། སྦང་མ་ཅིག། སྦྲང་མོ་ཅིག་དེ་ནི་ཤེལ་དམ་ཆེན་པོ་ཅིག་ནང་བླུགས་ཤར་རོ། ཤེལ་དམ་ཆེན་པོ་ཁོ་བྱིའུ་འཕུར་གི་ཡོད་རེད། ཁོ་བྱིའུ་འཕུར་གི་ཡོད་རེད། ཁོ་བྱིའུ་འཕུར་ནས་ད་བྱིའུ་སླེབས་ཟིན། ཁོ་བྷེ། ཁོ་ཤེལ་དམ་ཁོ་རའི་ནང་བསྡད་ཤག་རེད། ཁོ་དེ་འགྲོ་གཏོང་ས་ཞེ་དྲག་ཡོད་མ་རེད། ཁ་བ་ཕྱིན་ན་ཤེལ་དམ་ནང་སླེབས་ཐུབ་རེད། ཐ་ན་ཞིག་ང་ཚོས་སྐྱེ་བ་ག་ཚད་བླངས་ན། དེ་འདི་སྟོང་པ་ཉིད་རྟོགས་ཡོད་མ་རེད་གང་ཡིན་ཟེར་ན་སྟོང་པ་ཉིད་མ་རྟོགས་ན་དེ་ནི་མ་རིག་པ་ཨེ་ནས་ཉོན་མོངས་པ་ཨེ་ནས་མ་རིག་པ་ལ་བརྟེན་ནས་ཨེ་ནས་གར་ས་སྲེད་ལེན་སྲེད་པ་གཉིས་འདུ་སྲེད་པ་བྱེད་སྲེད་པ་དང་ལེན་པ་བྱེད་དང་པོ་བརྒྱད་པ་དགུ་ཉོན་མོངས་སེལ་རྟེན་འབྲེལ་བཅུ་གཉིས་ནང་ལས་དང་པོ་མ་རིག་པ་བརྒྱད་པ་ཨེ་ནས་སྲེད་པ་དགུ་བ་ལེན་པ་དེ་གསུམ་པོ་དེ་ཉོན་མོངས་ཉོན་མོངས་པའི་རྟེན་འབྲེལ་རེད་ཉོན་མོངས་པའི་རྟེན་འབྲེལ་རེད་གཞན་དག་ལས་ཀྱི་རྟེན་འབྲེལ་རེད་ཨེ་ནི་གཞན་དག་དེ་ཚོ་འཕྲོའི་དོན་བྱེད་དེ་བདུན་དེ་བྱེད་དེ་ཨེ་ནི་དེ་ནི་སྡུག་བསྔལ་གྱི་རྟེན་འབྲེལ་རེད། དེ་ནི་ཉོན་མོངས་དང་ལས་དང་སྡུག་བསྔལ་དེ་ཚོ་གི་རྟེན་འབྲེལ་ཡན་ལག་བཅུ་ཡིན་འདུག་འོ་ད་དེ་མ་རིག་པ་དེ་མེད་པ་བཟོ་ཐུབ་ཡོད་ན་སྲེད་ལེན་སྲེད་པ་ཡོད་མ་རེད་སྲེད་ལེན་སྲེད་པ་མེད་པ་དེ་ན་རྣམ་ཤེས་སྒང་ལ་ཨེ་ནི་བག་ཆགས་བཞག་གི་མ་རེད་དེ་བག་ཆགས་མ་བཞེས་ན་ཨེ་ནི། འདུ་བྱེད་ཕུང་པོ་ལྔ་ལ་བརྟེན་པའི་གཟུགས་གྲུབ་གི་མ་རེད་ནམ་སྐྱེ་བ་ལེན་གི་མ་རེད་སྐྱེ་བ་མ་ལེན་ན་ན་གི་མ་རེད་འཚལ་གི་མ་རེད། ཨེ་ནི་ཤི་གི་ཤི་ཡས་དེ་ག་བ་ག་བ་དེ་སྐྱེ་བ་བཀག་ཐུབ་ཀྱི་ཡོད་རེད་ད།